པར་དུ་ང་ཚོ་ཞིག་ནང་པ་སངས་རྒྱས་པའི་ནང་ཕན་ཚུན་རིབ་ཆགས་ཤར་བ་ཡིན་མིན་ན་ཨ་ནེ་དེ་བས་རྐྱང་གི་སྐྱེས་གར་ཞུ་གར་ཞུ་བས་ད་བས་ཅིག་གར་ཞུ་བ་ད་ཅིག་ཅིག་དཔེར་ན་ཁྱིམ་ཚང་ཆེན་པོ་རུ་གཅིག་ཡོད་པ་ཆེ་དེའི་ནང་ན་ཁྱིམ་ཚང་རུ་གཅིག་ཡོད་པ་ཆེ་དེ་འདྲས་བྱས་ན་ཐག་ཉེ་རུ་ཉེ་རུ་རུ་ཞིག་འགྲོ་ཡོང་དུས་སང་ནས་ད་ང་རང་ཚོ་ནང་པ་སངས་རྒྱས་པའི་ནང་ཕན་ཚུན་དེ་ཧ་ཅང་གི་བས་ཅིག་གར་ཞུ་བས་ད་བསྟན་པ་དང་སྟོན་པ་གཅིག་པོ་རུ་བ་དེ་འདྲས་ཅིག་གར་ཞུ་བས་ཅིག།

བྱས་ཙང་དེའི་རྒྱུ་མཚན་ལ་བརྟེན་ནས། ང་ཚོའི་དུས་རྒྱུན་གྱི་ཆགས་སྡང་དང་ཕྱུགས་རིགས་ཀྱི་དེ་འདྲའི་གར་སོགས་དག་མང་པོ་བྱས་ཏེ་ཡང་དེ་ཕྱོགས་མེད་པ་ཅིག་དངོས་པོའི་གནས་ཚུལ་དང་མི་མཐུན་པར་ཕྱིར་བ། བྱས་ཙང་ང་ཚོ་དེ་དག་དེ་རིགས་ལམ་བརྡར་ཤ་བཅད་ནས་ཉི་མ་རྟག་པར་ལྷག་དང་ཕྱིར་ལྟ་ཅིག་མང་པོ་ལབ་དགོས་པའི་རྒྱུ་མཚན་གང་རེད།

རིག་པ་དཀྲུགས་ནས་རིག་པ་དགུ་འགྱུར་དཀྲུགས་ནས་ཡིད་རྩེ་གཅིག་ཏུ་གཏད་ནས་ད་གང་ལྟར་ང་ཚོས་འཚོལ་ཞིབ་བྱས་ཡག་དེ་ག་རེ་ས་དངོས་པོའི་གནས་ཚུལ་ཡང་དག་པ་ཡིན་ལུགས་རབ་དེ་ག་རེད་དོ་དེ་བརྟག་དཔྱད་བྱས་ནས་ང་ཚོས་འཚོལ་ཞིབ་བྱས་ནས་དེ་ཨེ་ཡིན་མི་ཡིན་བརྟག་དེ་འོང་བ་དེ་འདྲས་ཀྱི་བྱེད་ཀྱི་བྱེད་ཀྱི་ཡང་ཕ་ཕྱོགས་དེ་ནས་དངོས་པོའི་གནས་ཚུལ་དང་མི་མཐུན་པའི་བྱ་བ་བྱས་བསྡད་ན་དེ་རིག་པ་སྨྲ་བ་ཅིག་ལ་འདི་དངོས་གནས་དྲིན་ལན་ཅིག་ང་རང་ཚོའི་བསམ་དོན་དེ་ད་རྩ་མཐུན་མ་སོང། དེ་ནས་དེའི་རྒྱུ་མཚན་ལ་བརྟེན་ནས་ང་ཚོ་ཞིག་དངོས་པོའི་གནས་ཚུལ་རུབ་ཏུ་ག་རེ་ཡིན་ནའི་ད་ཁ་ནས་ག་རེ་ཡིན་ནའི་མིན་ནའི་ད་རྣམ་འགྱུར་རུབ་ཏུ་ག་རེ་ཡིན་ནའི་མིན་ནའི་དངོས་པོའི་གནས་ཚུལ་རུབ་ཏུ་རྟོགས་པ་བྱེད་དགོས་པ་དེ་གལ་ཆེན་པོ་ཞིག་རང་རེད་འདུག་བ། དེ་ནས་དུས་སང་རང་ཅིག་ང་ཚོས་ཅིག་ཤེས་པ་ཡིན་པ་གཅིག་པ་གཅིག་པུ་ཅིག་གསལ་ཞིང་རིག་པ་ཡིན་པ་གཅིག་པ་ལ་ཡང་སངས་རྒྱས་ཀྱི་རྒྱུད་ལས་ཡོད་པའི་ཅིག་གསལ་རིག་གི་ཆ་དེ་ལ་ཡང་ཡེ་ཤེས་ལ།

ཅིག་སངས་རྒྱས་དེ་སེམས་ཅན་གྱི་ཤེས་དེ་དེ་འདྲས་བྱས་ནས་ཆད་སོང་བ། དེ་ནས་ཡིན་དུས་ང་ཚོ་ཅིག་སངས་རྒྱས་ན་སངས་དགོས་ཡོད་རེད། ཅིག་རྣམ་མཁྱེན་ཡེ་ཤེས་རྒྱུད་ལ་སྐྱེས་ན་སངས་དགོས་ཡོད་རེད། དངོས་པོའི་གནས་ཚུལ་ཅིག་ད་གར་སྟོང་པ་ཉིད་མངོན་སུམ་དུ་རྟོགས་ན་སངས་དགོས་ཡོད་རེད། དེ་ནས་རྟོགས་ནས་སེམས་ཀྱི་སེམས་ཀྱི་ལ་ཡ་དངོས་པོའི་གནས་ཚུལ་མཐོང་བཞིན་དུ་དེ་པར་སྒྲིབ་བཞག་ན། རེ་བ། མངོན་སུམ་དུ་མཐོང་ཞིང་དམིགས་བཀར་བྱ་སྟེ་སྐུ་བར་བ། ལན་བར་བ། དེ་ནས་ཡུན་དུ་སངས་དེའི་རྒྱུ་མཚན་བསྟན་ནས། གར་ཤོར་བས། ཅི། ད་དེ་ངས་མང་པོ་ལབ་དགོས་ཡ་སྐད་མི་འདུག་ད་ང་ཚང་མས་བརྟག་དཔྱད་བྱས་ན། དེ་ཧ་གོ་རེད། སྤྱི་དང་གི་ལོ་རྒྱུས་ཐོག་ལ་ད་འདྲ་མི་འདྲ་མང་པོ་བཞག་ཡོད་རེད་ད། བོད་བོད་ནང་བོད་བརྒྱུད་ནང་པ་སངས་རྒྱས་པ་ལ་མཚོན་པ་ཡིན་ན་ད་དེ།

དེའི་རྒྱུ་མཚན་ལ་བརྟེན་ནས། སྤྱིར་ང་ཚོ་ཅིག་ནང་པ་སངས་རྒྱས་པའི་རྗེས་སུ་ཞུགས་པ་སྤྱི་དང། ཡང་སྒོས་སུ་ང་ཚོ་ཅིག་བཤད་གྲྭའི་ནང་དུ་ཡོད་བདེ་བའི་ཅིག་མགོ་མཁན་པོ་དང་སློབ་དཔོན་ནི་རྩོད་པའི་རྟ་མཇུག་པའི་བཙུན་ཆུང་གསར་བུ་བ་ཡན་ཆད་ཚང་མའི་གི་ཐུགས་ལ་བཞག་དགོས་ད་ག་རེ་ཟང་ང་ཚོ་ཅིག་རིག་པའི་ལམ་ལ་ཕྱིན་ནས་ད་དབང་པོ་རྣོན་པོའི་རྗེས་སུ་འབྲངས་ནས་ད་ག་རེ་བྱུང། རྒྱུ་མཚན་ཡང་དག་དང་རྟགས་ཡང་དག་དང་ཅིག།

དེ་ཚོ་བྱས་ན་དེ་ཚོ་ཆོ་ཟ་ག་ཡོད་མ་རེད། སྒྲ་ལ་སྡང་བ་མངལ་ལ་ཆགས་པ་སེར་སྒྲ་ཟེར་དུས་ཡིན་གཅིག་མིན་གཅིག་བས་ཅིག་བས་གནོད་པ་སྐྱེལ་མཁན་རེད་བས་དེ་འདྲ་ཞིག་སྐད་ཆ་མ་རེད་བ་ད་གང་ལྟར་རང་ཕྱོགས་དང་གཞན་ཕྱོགས་སུ་བཅད་ནས་འདི་ངའི་ཕྱོགས་ཡིན་ཕི་གེ་ཅིག་གཞི་བདག་གི་ཕྱོགས་རེད་བྱས་ཙང་རང་གི་ཕྱོགས་དེ་རྒྱལ་བ་ལ་དགའ་བ་དང་ཨ་ནི་གཞན་གྱི་ཕྱོགས་དེ་ད་གར་ཕྱོགས་ཅིག་ཕམ་པ་ལ་དགའ་བའམ་ཡང་ན་ཅིག་གཞན་གྱི་ཕྱོགས་དེ་ལ་ཅིག་གར་ཕྱོགས་ད།

ད་དེ་ལ་ཡང་ཨ་ནི་ང་ཚོ་ཚང་མ་ལོ་འདི་འདྲའི་བྱེ་བ་རེད་ས་ཁ་བཙོང་ཁང་རུ་གཅིག་ན་ལས་བཙོན་ཁང་ན་ལས་བསྡད་བསྡད་པའི་བཙོན་པ་དེ་གཅིག་པ་རེད་ས་ང་ཚོའི་བསམ་སྟོང་དང་འདི་བཙོན་ཁང་ན་བསྡད་བསྡད་པའི་བཙོན་པ་དེ་ག་རེ་རེད་ཟེར་ན་ཁོ་རང་བཙོན་ཁང་ན་ལས་བསྡད་ཡོད་རེད་བྱས་ཙང་ཁོ་རང་གི་ཐུགས་ཡག་དེ།

དེ་ནས་ཅིག་ཁོ་རང་ལ་ཐུག་འཕྲད་བྱེད་ཀ་ཡོང་མཁན་མཚམས་མཚམས་ཁོ་རང་ཐུག་འཕྲད་བྱེད་ཀ་ཡོང་མཁན་དེ་ཚོ་ཡིན་ཡང་ད་ཁོ་རང་ལ་ཅིག་ཁོ་རང་གི་ངོ་ཤེས་པ་གྲོགས་པོ་ད་ན་བཞིན་ཅིག་སྤུན་ཕ་མ་སྤུན་མཆེད་རོ་དེ་འདྲའི་ཉུང་ཤས་ཅིག་མ་གཏོགས་ཡོད་མ་རེད། བྱས་ཙང་དེ་མ་ཡིན་པའི་ད་ཅིག་འཛམ་གླིང་ཅིག་འཛམ་གླིང་གི་སྐར་ཆོག་ཡིན་འཛམ་གླིང་གཞན་འཛམ་གླིང་གི་གནས་ཚུལ་གཞན་དག་དེ་འདི་པའི་སྒོ་རྒྱབ་ཤོག་ཨ་རེད།

ཅག་ཅག་གྲྭ་བ་ཟེར་ནས་འདྲ་འདུག་ཡང་མིན་ན་བདག་འཛིན་གྱི་བཙོན་ཁང་ནང་རུ་ལས་ཚུད་དུ་ཡོད་པ་ཡིན་ཙང་ཨ་ནི་ང་ཚོའི་གིས་ཅིག་བདག་དང་བདག་ཏུ་འཛིན་ནས་སོ་སོའི་ཕུང་པོ་ལ་ཡག་པའི་བདག་ཏུ་བྱེད་ཨ་བདག་ན་ཤིང་ཅིག་གར་ཤོར་སོ་སོའི་གིས་བདག་ཅིག་ང་ཡིར་བ་ཅིག་ངའི་གིས་ངའི་གོས་ངའི་ཟས་ངའི་སྤུན་རྒྱགས་ཨ་བདག་ན་ཤིང་ཅིག་ངའི་ཁང་པ་ངའི་མོ་འདྲ་ཟེར། ལྕགས་ལ་ཉུང་ཤས་རབ་ཅིག་དང་མི་ཉུང་ཤས་རབ་ཅིག་དགོས་པ་དག་ཏུ་གསུངས། དེ་མ་ཡིན་པ་དེ་དེ་ལས་ཨ་ན་གོའི་རྩ་ནི་ག་ཤོད་ཅིག་རང་དང་ཅིག་འབྲེལ་པ་ཡོད་པ་རབ་ཅིག་དང་ཨ་ནི་རང་དང་པའི་ག་ཤོད།

སོ་སོའི་གི་ནུས་པའི་ནུས་པ་ལ་བལྟས་ནས་བྱུང་བ་མ་རེད། ད་འདི་ཡང་ཨ་ནི་ཅིག། འདི་འདི་འདྲས་ཅིག་ཅིག་དབུགས་གཏོང་ལེན་བྱ་གི་མཐུན་རྐྱེན་དེ་ཡང་ཨ་ནི་ཆོས་རིག་གི་དངོས་པོ་གཞན་དང་ཨ་ནི་སེམས་ཅན་གཞན་ལ་བལྟས་ནས་བྱུང་བ་རེད། ད་དེ་ཡང་བས་ཅིག། དཔེ་ཆ་བཞག་པ་ཡིན་ན་སྟབས་བདེ་ཤོས་ག་རེད།

མ་གཏོགས་ང་ཚོ་དང་པོ་སྐྱེ་ཡུལ་འདུས་ནས་གུས་གུས་མགོན་པ་ཟས་པའི་རྒྱབ་ལོ་ཁུར་བྱས་སྐྱེ་ཡོད་ཀླད་ཡོད་མར་པ་དེ་འདྲ་ཡིན་དུས་ས་ནས་ཨ་ནི་ཅིག་ང་ཚོའི་ཟས་དང་གོས་དང་དེ་གི་དེ་བསགས་མ་ལོ་ཨ་ནི་ཅིག་ཕྱི་རོལ་གྱི་དངོས་པོ་གཞན་དང་སེམས་ཅན་གཞན་གྱི་རྩོལ་བ་ལ་བརྟེན་ནས་བྱུང་བ་ཡིན་པ་རེད།

དེ་འདྲའི་རིགས་དག་དུག་ལོག་བཟོ་མཁན་དང་བཙེམ་མཁན་དང། ཅིག་དུག་ལོག་དེ Design བྱེད་མཁན་བཀོད་པ་རུ་བཟོ་མཁན་དེ་ཚོ་ང་ཚོས་མཐོང་མྱོང་ཡོད་མ་རེད། མིང་ཤེས་ཀྱི་ཡོད་མ་རེད། ད་གང་ལྟར་ནམ་རྒྱུན་གྱི་འཚོ་བའི་ནང་ལ་འབྲེལ་བ་སྐྱོན་ཡོད་མ་རེད། ཐད་ཀའི་འབྲེལ་བ་གལ་ཡོད་མ་རེད། ཐད་ཀ་དང་དངོས་སུ་འབྲེལ་བ་ཡོད་མ་རེད། དེ་ཡིན་ན་ཡང།

དུག་ལོག་དེ་རྒྱུ་བྱས་ཏེ་ཆགས་བྱ་བ་ཡིན་ནའི་རྟགས་མང་པོ་ཅིག་ཅིག་ཤིང་སྡོང་ལ་བརྟེན་ནས་བྱུང་སྟེ། མང་པོ་ཅིག་སྲོག་ཆགས་ལ་བརྟེན་ནས་བྱུང་སྟེ། དེ་འདྲ་ཡིན་དུས་ས་རྟགས་གང་ག་ལོ་ལོ་ཅིག་གར་བྱུང་བའི་རྟགས་ཅིག་འབྲེལ་པ་ཆགས་ཏེ་རབ་ཅིག་ཡོང་སྟེ་དུག་གཞན་རྟགས་འཕགས་ཧ་ཤང་ནི། ང་ཚོའི་མཐའ་ན་དབུགས་ཀྱི་རྒྱུ་བ་ཚུན་ཆད་ཡང་དངོས་པོ་གཞན་ལ་བརྟེན་ནས་བྱུང་བ་རེད། ད་ཚན་རིག་པས་བཤད་པ་ཡིན་ན་ང་ཚོའི་གི་རྔུབ་གཡག་གི་སྲོག་རླུང་ཟེར་ན་འདྲ་འདུག་དེ། མཁའ་རླུང་གཙང་མ་འདི་ཨེ་ནི་ཕྱི་རོལ་གྱི་དངོས་པོ་གཅིག་རྩི་ཤིང་ནགས་ཚལ་ལ་སོགས་པ་དེ་འདྲ་ལ་བརྟེན་ནས་བྱུང་བ་རེད་ཟེར་གི་འདུག་ཨོག་སི་ཅོན་འདི། ད་དེ་འདྲ་ཡིན་དུས་བསམ་ནས། ངས་སྔོན་མ་ནས་ཅིག་ཁྱེད་རང་ཚོར་ཅིག་ཞུ་ཡག་གོ་སྐབས་རེ་བྱུང་སོང་བསམ་བྱུང། དངོས་གནས་བསམ་བཏང་བ་ཡིན་མིན་ན། ང་ཚོའི་དབུགས་དེ་གཏོང་ཡ་དེ། ཐེངས་གཅིག་ནི་མ་རེད་གཉིས་ནི་མ་རེད། དེ་ཞག་པོ་གཅིག་ནི་མ་རེད། ཟླ་བ་གཅིག་ནི་མ་རེད་ལོ་གཅིག་ནི་མ་རེད། མི་ཚེ་གང་པོ་ལ་དེ་དབུགས་བཏང་བསྡད་དགོས་ར་བ་ད། དེ་རྒྱུན་ཆད་སོང་ང་རྩ་རྩ་ར་བ་ད།

རྟགས་དེ་འདྲས་ཀྱི་ན་ཚོད་ཀྱི། རྟགས་དེ་རྩི་ཤིང་ནགས་ཚལ་ལས་བསྟན་ནས་བྱུང་བ་རེད་ཟེར་ལ་གོ་རེ་བ། རྟགས་དེ་ན་ཚོད་དབུགས་དེ་རྩི་ཤིང་ནགས་ཚལ་ནས་རྒྱུད་ཅིག་ག་ལི་ག་ལི་བྱས་བྱས་ཨན་ད། གར་བས། སོ་སོའི་གི་དབུགས་ཅིག་ལ་འགྱུར་ཡོང་བ་རེད་བ། རྟགས་སོ་སོའི་དབུགས་ཅིག་ལ་འགྱུར་ཡ་ལ་བརྙན་ལ་དེའི་གོམས་པ་རེད་བ་དེ། དང་དང་པོ་ཕུ་ནུའི་འབྱུང་ས་དེ་ནས་བྱུང་ནས་སོ་སོའི་དབུགས་ལ་མ་གྱུར་གྱི་བར་གྱི་རིམ་པ་འདྲ་ཅིག་གོམས་པ་འདྲ་ཅིག་མང་པོ་བྱེད་བར་བ་རྒྱུད་རིམ་མང་པོ་བྱེད་བར་བ་ད་རྒྱུད་རིམ་པས་ན་དེ་ལ་པོ་ཞིབ་ཆ་བྱས་ཅིང་བལྟས་པས་ན་པའི་རྒྱུད་རིམ་སྟོང་ཕྲག་ཁྲི་ཕྲག་མང་པོ་ཡོད་བར་བ་དེ་འདྲ་གི་རྒྱུད་རིམ་སྟོང་ཕྲག་དང་ཁྲི་ཕྲག་དང་འབུམ་ཕྲག་མང་པོ་དེ་ཚོ་བརྒྱུད་ནས་དེ་ནས་མཐར་སོ་སོའི་གྱི་དབུགས་གཅིག་ལ་གྱུར་བར་བ། ད་དེ་དབུགས་དེ་གཅིག་ཙམ་མ་ཡིན་པ་དབུགས་དེ་ནི་གྲངས་མེད་པ་དང།

བྱས་ཙང། ང་ཚོས་དུས་རྒྱུན་ཅིག་འདོད་པ་དང་དགོས་པ་བསལ་ཏེ་ལེགས་པོ་དབྱེ་བ་ཞིག་གེ་མེད་པ་བྱས། དགུ་རྒྱུ་དངོས་གནས་དེ་གར་དགུ་བ་རེད། དགུ་རྒྱུ་དེ་ཉུང་ཉུང་ཅིག་མ་གཏོགས་དགུ་བ་མ་རེད་དངོས་གནས་བྱས་ན། ད་དོན་དག་རྡོག་རྡོག་སྐད་ཆ་དཔེ་ཁྲག་པོ་བཤད་བཞག་ན་དཔེ། དཔེ་སྐད་ཅིག་ག་ཚོད་དེ་དོ་དམ་པོ་བྱས་བྱས་སྐད་ཆ་བཤད་བཞག་པས་ན། མ་ཆགས་མ་རྟོགས་ཙམ་བྱུང་ན་བདག་འདྲི་འོར་བ་དང་དགོས་རྒྱུ་དེ་དེ་འདྲ་ཅིག་དགོས་འོར། བདག་འདོད་རྒྱུ་དེ་གར་འདོད་འོར་ཟེར་ན་བདག་ཚང་མ་འདོད་འོར་དང། དེ་འདྲ་ཡིན་དུས་ས་ནི་ད་དཔེར་ན་ང་ཚོ་ཚོང་ཁང་གཅིག་ན་ཆེན་པོ་གཅིག་ན mall འདྲ་པོ་དེ་འདྲ་གི་གར་ཆུ་བ་དེ་ཅིག་ཚོང་ཁང་ཆེན་པོ་རུ་ཅིག་ན་སླེབས་དུས་ས་ད་དེ་དེ་དེ་གང་ག་ལོ་ཅིག་ཉོ་དགོས་ན་ར་ཤ་དེ་དོ་དེ་འདི་དཔེ་ཡག་དོ་འདི་འདི་དཔེ་ཡག་དོ་བྱས་ཙང་ད་འདི་འདི་འདི་འདི་འདི་ཚང་མ་ཆ་ཉོ་དུ་མར་བ་དང།

དེ་ཁོ་རང་པའི་ཟ་རྒྱུའི་འདང་རོགས་བྱེད་ཀའོ་མ་རེད། ཕྱུགས་ཀྱི་འདང་རོགས་བྱེད་ཀའོ་མ་རེད་དེ་བསགས་ཀྱི་འདང་རོགས་བྱེད་ཀའོ་མ་རེད། རེད་བ། དེ་འདྲའི་ཡིན་རྒྱུ་བསགས་ན་ང་ཚོས་ད་དུང་གྲོན་ཆུང་མ་བྱས་པ་བྱས་མི་དུང་ཕྱུར་བདུན་བཅུ་ཐམ་པ་དེ་གི་རྟགས་འདོད་པ་དུང་ཕྱུར་བདུན་བཅུ་ཐམ་པ་ཡོད་རེད་བ། ད་མི་རེ་ལ་ད་བསམ་བློ་རེ་འདོད་པ་རེ་ཡོང་གི་རོགས་ད་མི་གཅིག་ལ་མི་དུང་ཕྱུར་བདུན་ཅུ་ཐམ་པ་ལ་འདོད་པ་གཅིག་གཅིག་པོ་ཡོད་ན་ད་འགྲིག་གི་འདུག་ག་ཡིན་ན་ཡང་མི་གཅིག་ལ་ད་ཐ་ན་ཡང་པའི་འདོད་པ་སྟོང་ཕྲག་ཁ་ཤས་ཅིག་ཡོད་ཀྱི་རེད་བ་ད་དེ་ནས་དེའི་དབང་དུ་ཕ་བཏང་ཞབས་འདིར་དེ་བླ་ཁེ་ཡ་ཡོད་མ་རོགས་ད། དེ་ནས་ཡིན་དུས་སང་ནས། ང་ཚོ་འཛམ་བུ་གླིང་འདིའི་ཐོག་ལ་ཡང་བསྡད་ཡོད་པ་རེད། ང་ཚོའི་ལོངས་སྤྱད་ཆ་མང་ཆེ་བ་དེ་འཛམ་བུ་གླིང་གི་ད་གར་བའི་ཅིག་རང་བྱུང་གི་ཐོན་ཁུངས་ལ་ཡང་ལོངས་སྤྱད་བྱེད་བསྡད་ཡོད་པ་རེད། ད་དེ Natural Resources ད Natural Resources ཟེར་དེ་ཀོ་རང་བྱུང་གི་ཐོན་ཁུངས་འདི་ཚད་གཞི་ཡོད་པ་ཅན་ཅིག་རེད་མ་གཏོགས་ཀོ་པའི་ཚད་མེད་རེ་བ་ཅིག་མི་བཟད་པའི་གཏེར་འདྲ་བ་ཅིག་གས་མ་རེད་པ།

སྤྱི་དང་ད་འཁོ་བའི་གནས་ག་རེ་ཞིག་ཡོད་པ་ཡིན་ན་ཡང་ཚང་བར་རེད་ཅིག་དེ་འདྲ་བའི་ཆ་ཆགས་སྡང་མི་ཕལ་བའི་གནས་ཕ་ཆེ་མེད་པ་རོ་ཞིག་རེད། ད་དངོས་མ་ཡིན་ན་ཅིག་གནས་དབེན་པ་དེ་ཚོ་ལ་ཕྱིན་པ་ཡིན་ན་ཨེ་ན་ཅིག་གར་ཞུ་བ་ཅིག་ཆགས་སྡང་ཉུང་བས་ཅུང་ཟད་ཉུང་བ་འདྲ་བ་ཞིག་ཡོད་པས་ཆགས་སྡང་སྐྱེ་བའི་རྒྱུ། ཡུལ་ནི་ཉེ་བར་གནས་པ་འདྲ་གསུངས་པ་ན་ཆགས་སྡང་སྐྱེ་བའི་རྒྱུ་དེ་ཚོ་ཐག་རིང་པོར་ཡོད་པ་ཡིན་ཙང་ཏིལ་ཙིག་ཉུང་བ་འདྲ་བ་ཞིག་ཡོད་རེད་ད་ཡིན་ན་དེང་སང་དབེན་པ་ཟེར་ར་མཐོང་ཡ་མི་འདུག་བ་ད་ད་བས་གངས་དཀར་ལོ་ཅིག་གར་ཞུ་བ་ཅིག་དངོས་མ་གནས་དབེན་པ་རེད་ཟེར་གི་དེ་ཚོ་ད་དེང་སང་མིན་ཀྱང་ཀ་བས།

བདག་གང་ལྟར་ཡང་གནས་གང་ལ་བསྡད་པ་ཡིན་ན་ཡང་ཆགས་སྡང་མི་སྐྱེ་བ་ལ་ཡང་ག་རེ་ཡོད་རེད་ཟེར་ན་ཐབས་ཤེས་ག་རེ་ཡོད་རེད་ཟེར་གཅིག་དེ་གཞན་གྱི་སྐྱོན་ལ་མི་དོགས་པ། གཅིག་རང་གི་སྐྱོན་ལ་ཡང་པའི་ག་རེ་ཟུར་བརྟག་དཔྱད་བྱེད་པ་མ་གཏོགས་གཞན་གྱི་སྐྱོན་ལ་ཡང་རྟོག་དཔྱོད་རེ་ཞིག་མ་བྱེད་བྱས། ལྟོ་གོས་ཅི་རེ་རེ་དུ་སོང་བ་ཅིག་ཡང་ཁ་ཤས་ཀྱིས་ཐག་ངད་ཀྱི་ལྟོ་དང་ཁ་དང་ཕོར་པ་བཙུགས་ས་འདི་ཡིན་ཙང་ད། ཁ་དང་ཕོར་བ་བཙུགས་ས་དེ་འདི་དགོན་པ་འདི་ཡིན་ས་ད་འདི་མ་བྱས་ན་རྩ་འགྲིག་མི་འདུག་ཟེར་ཅིག་ལ་གོ་རོ་ད། དེ་ནས་ད་དེ་འདྲས་ཀྱི་ཡང་ལྟོ་གོས་ལ་ཅི་རེ་རེད་དུ་སོང་བའི་བན་ཁམས་སེ་ད་ལྟོ་གོས་ཟེར་ཡག་དེ་གལ་ཆེན་པོ་ཞིག་དྲག་མི་ཟེར་ཅིག་ད་ཡག་པོ་བྱུང་ན་ཡག་པོ་བྱུང་ཡག་པོ་མ་བྱུང་ན་ཡག་པོ་མ་བྱུང་བསམ་པར་བྱེད་དེ་འདྲས་ཅིག་ལྟོ་གོས་ཀྱི་དེ་ནི་ཅི་རེ་རེད་དུ་བསམ་པར་བྱེད་གྲོགས་ལ་མཐུན་འཇུག་རེ་ལྟོས་བཅས་པ། ད་ཁ་ཤས་ཡང་བཅོས། དགོས་པའི་དབང་ཟེར་ན་འདྲ་དང་ད་དེ་ས་ཆབ་སྲིད་ཟེར་ན་འདྲ་དང་ད་གང་བཟོར་ད་དེ། ད་དེ་དེ་དེ་དེ་རྒྱབ་སྐྱོར་རབ་ཅིག་དེ་དེ་མཐུན་ལམ་རབ་ཅིག་བཟོ་ནས་ད་དཔེ་དེ་དེ། ང་ཚོའི་ཕྱོགས་ད་ཁོ་ཚོའི་ཕྱོགས་ད་དེ་འདྲ་བྱེད་དུས་ས་ན་དཔེ་ཅིག་གར་ཤོག་ད་ཅིག་ཏིག་ཙི་མ་ཅིག། ད་ཆབ་སྲིད་འདྲ་བོ་བཟོ་རུ་ཅིག་དེ་འདྲ་བྱས་བྱས་དེ་འདྲ་བྱས་ན་བས་ན་ཨ་ཡང་ཀོ་ཅིག་དེ་ཆགས་སྡང་སྐྱེ་བའི་རྒྱུ་རུ་ཆགས་སྡིང་ཡོད་པ་ཡིན་ཙང། ཅིག། གྲོགས་ལ་མཐུན་འཇུག་རེ་ལྟོས། ད་སྤྱི་དང་མཐུན་ལམ་བཟོ་ཡ་དེ་འདྲ་ཡག་པོ་རེད་འདུག་དེ་ཡིན་པའི་ནས་མཚམས་བཞག་པ་གཅིག་ཆབ་སྲིད་ཀྱི་ཐོག་ནས་གཅིག་ཁེབ་སང་ཡོང་ཡ་རོགས་དེ་འདྲས་ཀྱི་ཆེད་དུ་ཨ་ནི་མཐུན་འཇུག་བྱས་པའི་ནས་ཡག་པོ་ཡོད་སྲིད་པ་རེད། བྱམས་གཉིས་ཀྱི་མུ་གུས་བློས་བཏང་གསུམ། བྱ་རྒྱུ་བྱམས་གཉིས་ཀྱི་མུ་གུས་བློས་བཏང། འོ་ད་དེ་རྫས་དང་མ་འབྲེལ་བའི་བྱུང་བ་ཡིན་མིན་ན་ཨ་ནི་གནད་ཀྱིས་བར་ཆད་ཀྱིས་མི་ཚུགས་པ་ཡིན་གསུངས།